ཡར་སྔོན་ན་ད་གའི་ཞབས་ཀྱི་ལས་ཚན་འགའི་བོད་ཀྱི་བཙུན་པ་པོ་རྣམས་ལ་ཆེད་དུ་མི་གི་ད་ལི་ངག་རིག་པའི་མི་ག་ཚད་ཅིག་ཡིན་འཕྲང་ཐུར་ལས་ཚན་འཛུགས་འབྲེལ་ཡི་ད་དང་ཡིན་ལམ་འཕྲང་ཐུར་ལས་ཚན་གཞན་པ་དང་མ་འཇི་ལ་དེའི་ངི་ཅི་འཛུགས་འགོ་སོང་ད་རེད་ད་ན་དེ་རང་ན་ཆེད་དུ་ལི་གི་རྒྱ་མཚོ་ལམ་འཕྲང་གསར་ཡི་ནང་བོད་ཀྱི་གཞོན་སྐྱེས་རོལ་མོ་བ་ཤེར་བ་ལགས་བོ་ཡི་ད་དང་ཡིན་ད་ཁོ་རང་ཉིད་དང་ཐོག་ལི་གི་ལམ་ཁ་འདི་ཇི་ལྟར་དགའ་ཡི་ད་དང་ཡིན་ད་བར་དུ་རོལ་མོ་གི་ལམ་ཁ་འདི་ཇི་ལྟར་ཡི་སློབ་སྦྱོང་ཡི་ནི་ན་དེའི་སྐོར་གི་གཏམ་རྒྱུད་དེ་གཞིར་བཟུང་ད་དང་ཡིན་གབ་ལྟ་བྱེད་ཅིང།

ཧེ་རུ་པ་ཆོས་སྡེ་མི་ནི། མདོ་འཛིན་པ་སྡེ་མི་ནི།
རེ་རེ་སྡེ་མི་དང།
དེ་ནི་ད་མཚམས་འདི་ནས་ཐོག་མར་ད་ཁྱེད་རྒྱ་ཆེ་དམ་མཁན་རྣམས་པ་མཚམས་འདྲི་དང་བཅས་ཏེ་མཚམས་སྦྱོར་གཟིགས་བསྡད་དང་དེ་ནས་ད་གཉིས་ཁ་བསྡད་ན་ཅིག་གི། ཡང་ཡང།
རྒྱ་ཆེ་བའི་དབུ་རིགས་སྤུན་ཟླ་རྣམས་པ་ཚང་མ་སྡེ་མི་ཡིན། ང་ཧེ་རུ་པ་ཡིན། ཕ་ཡིན་ན་རེབ་གོང་གི། རེ་རེ། ཉིས་སྟོང་བཅུ་བཞི་གི་ལོ་འདི་ཡི་རང་གི་མཚོ་སྔོན་ཞིང་ཆེན་མི་རིགས་སྒྱུ་རྩལ་སློབ་གྲྭ་ཚང་མས་ད་སློབ་མཐར་ཕྱིན་ཚུལ། རེ་རེ་རེད།
ད་ད་ཁྱིམ་ཚང་རྒྱུ་ན་ཆུ་ད་རང་གིས་གླུ་ལེན་པ་དང་དེ་ནས་རང་བརྩོན་པ། ད་རུ་དངོས་སྒྲིག་བཟོ།

ང་ཆུ་འཛིན་གྲྭ་ནང་ནས་ཡང་ཅིག་ད་རྫ་འཁོར་གཅིག་གི་ནང་དེ་རིགས་ལའང་ད་སློབ་ཁྲིད་གཅིག་མུ་འདི་མ་གཏོང་མེད་ཨོ་ཡ་གཏོང་མུ་ཟེར་གི་དེ་ཡོད་ནོ་ནང་ནས་ཅིག་འཛིན་གྲྭ་ནང་ནས་ཡང་ཅིག་དགེ་རྒན་གྱི་ལ་ཡང་ཅིག་བསུབ་དེ་ལས་དགེ་རྒན་གྱི་དེ་ནས་ང་ཅིག་ལ་ཡང་ཟིག་ལོངས་ཟིག་ད་ནས་ངས་ར་ཞིག་ཅིག་བླངས་ཡང་ཅིག་རང་གིས་འཚོ་ལ་ཅིག་འཚོ་ར་ཟིག་ཡང་ཅིག་ཡོད་ཁ་དུ་ལངས་ཐུབ་ད་ག་ཚོད་རེད་དེ་ཧན་ཅིག་གི་དགེ་རྒན་གྱི་ང་བསྟོད་པ་ཟིག།

ད་ཅིག་གླེང་དུ་ད་དེ་རིང་བལྟས་ན་ནང་སྐད་ཅིག་ཡར་མགྱོགས་ཐུབ་ངེས་ཅིག་ཚོར་བ་གཏོང་བཞིན་དང། རེད་རེད་རེད། ཅིན་ཏང་ར་ཡང་ཏི་ཨག་གི་སྐད་འདི་ཡང་ད་རུ་ཁོ་སར་གོ་ན་རང་གིས་སྐད་དུ་བཞེངས་རྒྱུ་ན་ར་ཁེ་རུ་ཆད་པ་ཙུག་མ་ཤིག། ད་རེད་ད་རེད། ག་རང་གིས་འདིའི་ཐོག་ཡང་ཤིག་ཅིག་ཧ་ཅང་གི་དགའ་ནུ་ཅན་གི་ད་ཤིག་ཡང་ཏིའི་ཐོག་ཁ་ཅིག་གླེང་རང་དུ་གླེང་མཁན་ལས་ད་ཅིག་གཏོང་བཞིན་ཡོང། རེད་རེད་ད་རང་གིས་ཤ་གང་ཟིག་ཡིན་ན་ར་རང་གིས་སློབ་སྦྱོང་ཡི་གི་ཡི་གི་ད་རང་གིས་སེམས་སུ་གས་ར་ད་ཅིག་གཏང་མ་མ་འདང་ཚུལ་ལྟ་ཅིག་རང་གིས་སྔོག་འདོན་ཡོད་ཐབས་ནི་རང་གིས་ལྟོས་རང་གི་སྐྱོན་ཆ་དང་རང་གི་བྱང་ཆ་དུ་ཤེས་ནས། ཨང། ད་རེད་ད་རེད། ཀ་ལས་འཇིགས་ན་ར་ད་ཉིན་བྱང་ལེན་གི་བསྡད་ན་ད་འབྱུང་བ་ཐོབ་གི་རེད། རེད་རེད། ད་རེད་ད་རེད། ད་ནང་ད་སྐབས་ཐོག་ད་ནི་རང་གི་ད་སློབ་གྲྭ་གི་རྗེས་རིམ་དུ་གོ་རིམ་དུ་རྗེས་ལུས་ད་ནི་རྗེས་རྩིས་སློབ་གྲྭ་ནང་བསྡད་ཡོང་རྒྱུ་དེ་རང་གིས་ཅིག་ད་དགའ་ཕྱོགས་གི་ངས་དེ་ཁེ་རུ་ནས་ཡོང་ཟིག་ཨ་ཡང་གི་རང་གི་ང་ཅིག་ཁྱིམ་ཚང་ར་ད་གས་ར་ད་ཆོས་ཤིག་ལ་ཡང་འདི་ལམ་ཁ་འདི་དགའ་གི་ད་ཟིག་ད་རང་གིས་སྐད་སློང་ཡིན་ཟེར་དགོས་ན་རེད་ད་ཁས་ཡོང་ནས། ད་སྒྱུར་ཚིག་སྐུ་ལམ་ཁང་འདི་སུར་དགོན་རེད། རང་གི་ཆུང་རིའི་ནུ་མ་གི་འདི་དགའ་གི་མོ། དགའ་ནུ་ཧན་ཕྱི་ནས་རང་གི་མ་འབྲང་ཐབས་ཤིང་གི་ནུ་མ་གི་ད་རང་གིར། ལས་ཡོང་ལས་འབྱུང་འདི་ཞིག་སྤྲོ་བ་སྤྲོ་ཡོང་འདི་ད་ཡིན་དམ་ད་འདི་ཡི་གི་ཤོག་གུ་ཅིག་སློབ་གྲྭ་ཙི་ག་ཞིག་སོང་ཡིན་རང་གི་སེམས་མ་རེད་ཆུང་རིའི་འདི་འདོད་དམ་མོ། འདོད་ལི་ད་ད་གཟོད་རང་གི་སྒྱུར་ཚིག་སློབ་གྲྭ་ན་སོང་དམ་མོ་ཟིན། ད་རེད་ད་རེད་ད་རེད་ད་ཁྱེར་ཀེ་ར་སྒྱུར་ཚིག་ན་འདྲ་གི་ད་ལྷག་པར་དུ་ལག་བཞི་སྒྱུར་ཚིག་འདི་མཚོན་གྱིན་ན། ད་འགྲོ་བ་མིའི་ནང་སེམས་གི་དགོས་མཁོ་སྐོང་བྱེད་ཚིག་རེད་ན། རེད་རེད། ད་ནི་ལྷག་པར་དུ་ད་རང་གི་ཅིག་བཙུན་པ་པོ་དང་ཡང་ན་འདྲ་གི་ལི་ལས་ནི་གཟའ་མཚོན་ན།

ཀྱང་ཅི་ནས་ཡང་དར་གི་འདིའི་ཨར་རྩེ་སོགས་གང་རེད་རེད། རང་གི་ཨར་རྩེ་འདི། ཧུང། རང་གི་ཨར་རྩེ་འདི་ཡིན་ན་ཡང་དང་ཐོག་ཉིས་སྟོང་བཅུ་གཅིག་ལོ་ལྔ་ཐར་ཕྱིན་ནས་ལོ་དེ་ཡིན་ན་ཨར་རྩེ་གི་རོལ་མོ་འདི་རོལ་མོ་འདི་ཅིག་ལེའོ་ནོ་སིར་དགོ་ནི་རེད། ཧུང། ཞིག་གི་དར་ཁྱབ་གི་ལ་ཁན་ཙི་གི་ཟིག་ཧ་ཅང་ཉུང་ད་ཧ་ཅང་ཧ་ཅང་གི། དེ་རེད་དེ་རེད་དེ། ཉུང་ད་དེའི་ལོ་དེ་ཡང་འདིའི་ཆབ་བཅའ་གི་འདིའི་རིག་གནས་ཁང་གི་འགོ་གཙོ་གི་རེད་རེད། གི་འབྲེལ་བ་ཡང་ད་ཁུ་ཆོ་གི་འདི་གི་ཨར་རྩེ་གི

ཡུམ་ཆེན་སུ་གིས་ན། རེད་རེད་རེད། རེད་རེད་རེད། ན་ཁྱོད་ཚོས་ན་རང་གི་གཡང་གསར་རྩོམ་གྱི་ལམ་ཁ་འདི་ནམ་བཟོས་ནས་འདི་ལྟར་བཟུང་ཟེར། གཡང་གསར་རྩོམ་གྱི་འདི་གི་ལ་ཀ་ནི་ན་རང་གིས་མཐར་ཕྱིན་ཉིས་སྟོང་བཅུ་བཞི་གི་ལོ་ཀ་མཐར་ཕྱིན་ནོ་ཧན་ཆི་ནི་ཏན་འདི་གི་ཞོགས་པ་ཞིག་གི་ཧྲ་ལ་ལི་དུ་མུ་ཟིན་ད་དི་གི་སློབ་གྲྭ་ནང་ནི་རྒྱུན་དུ་ད་ལན་སྟངས་ར་གཡང་ཡིག་གི་ལ་ཀ་མཁན་རུ་མི་འདྲ་ད་ཅིག་ཅིག་གཟུགས་གི་ད་གཡང་རྩོམ་རྒྱུག་གི་ལ་ཀ་ནི་ད་ར་དུ་མུ་ཆེ་པོ་ཟི་མ་ཚུབ་ད་མོ་ད་དི་རྩོབ་རྒྱུ་ར་སློབ་གྲྭ་ནང་ནས་དི་མར་ཚུབ་ད་ཧ་ར་གཡང་གཞན་པ་ཟི་ག

ད་ཁྱོད་རང་གིས་མ་འོངས་བ་ད་རང་གི་ཁ་ཕྱོགས་གང་གང་ཟིག་ད་གཙོ་བོ་འཛིན་གི་བསམ་ཡོད། ད་རང་གིས་ད་རོག་གི་སློབ་སྦྱོང་ནི་ཐད་ནས་ཟེར་དགོས་ནི་རེད་ད་རོག་གི་རང་གི་སློབ་སྦྱོང་ནི་ཅིག་ནུབ་མོ་ཟེར་ཡང་ནི་རང་གི་ཚོ་རང་གི་ཆ་ནས་ཟེར་དགོས་ནི་རེད། རང་གི་འོག་གི་སྲོལ་རྒྱུན་གི་ཡང་ལྟ་འདི་གཙོ་བོ་བཟུང་ཐད་བཏང་ཡོད། ད་རེད་ད་རེད། ནང་ན་འོག་གི་རོལ་ཆ་འདི་སྤྲོད་སྟངས་དང་ཡང་ན་འོག་གི་ཡང་ལྟ་འདི་འབྲི་སྟངས། རེད་རེད། འདི་གི་ལ་ག་ནི་དུས་རབས་དང་ཐད་ནས་ཟེར་དགོས་ནི་རེད། མ་འོངས་བ་ཡིན་ན་ར།

ད་ཐོག་མར་ཡིན་ན་གླེ་ཡང་དུ་ཡང་ལྟ་དུ་འགྲོ་བོ་ཀྲིན་སྤྱིར་གི་འབྲེལ་བ་ར་དོམ་དུ་ཆེན་པོ་ངོ་ཆུང་མ་བྱུང་མོ། རེད་རེད་རེད། དེ་ཡང་གཅིག་གི་འདིའི་ཡང་རྩོམ་པ་པོ་རྒན་རྟ་མགྲིན་ཚེ་རང་གི་ཡང་ལྟ་དུ་བཀྲིས་དང་ལྟ་ཁའི་ཡང་ལྟ་ནུ་མོ་ཟུར་བཀྲིས་ཡོད་དེ་གི་ད་གི་འདིའི་ཞི་ལི་གི་བླ་སྐལ་ནི་ཧ་ཅང་ཁྱོད་ཅིག་འཚམས་ཁ་ཟིག་རེད་དེ་གི་འདིའི་ཞི་མོ་གི་བླ་སྐལ་ནི་འདིའི་ཕོག་མོ་དེར་སྐྱིད་ཚད་ནི་ཞེ་ཅང་ཅང་རེད་རེད་རེད། དུ་གི་གཏན་འཁེལ་བཞོག་ཞི་མོ་གི་བླ་སྐལ་ནི་ཡིན་ན་གི་ཆུ་འདི་གི་ད་ཀན་སུའུ་རེད་མོ་རེད་རེད་ཀན་རེད། སུའུ་ལི་ཀིར་ཚོགས་པ་གི་རྙིང་མ་རིན་ཆེན་སྒྲོལ་མ་ཟེར་ནི་རེད། རེད་རེད་རེད་ཅིག་གི་ཁྱོད་སྐད་དུ་དུ་ཞིག་ཅིག་ཚད་དང་ལྡན་པ་ཟེར་དུ་མོ་ཟེར་རེད། རེད་རེད་རེད། ཅིག་ད་ཅི་ཅིག་མཉམ་འདྲེས་བསྡད་དང་ད་ལི་འདི་འདི་ཤི་ཡ་ར་ཅིག་ག་ཡི་གུག་ཏུ་ཟེར། དེ་བསྡད་དང་ཡི་ར་རང་གི་འདང་ཟིག་ཀྱང་ལི་ཨ་ཡང་ལྟ་ནི་མ་གི་ཚང་མ་ང་ཁ་རི་ཁུར་ཐོན་དང་མོ། ད་རེད་ད་རེད་ལི་རེད། ཚིག་ར་ཡང་ལྟ་ཚང་མ་རང་གི་འདང་ཟིག་ཀྱང་བསྟན་ལ་རང་གི་ར་ཚིག་གི་ནང་ཤི་ཚིག་གཟིག་འོག་གི་རེད་རེད། ནང་ཤི་ཆི་ཚ་འོག་གི་ཟི་ན་རྒྱུ་མཚན་འདྲ་འགྲོ། ཞ་ཡིག་ན་ར་ད་ཞ་ཡིག་གི་ཁྱོད་ན་གཞོན་ན་ཚོད་གི་ཟེར་དགོས་ནི་རེད། རེད་རེད། ན་ཚོད་སྐབས་གི་ཅིག་ཚོད་ར་དག་ལྟར་བླངས་དང་ཆོག་གི་མོ།

ཙམ་ནས་ན་ཡང་གཅིག་དེ་ཨ་མཆིག་གི་ད་རང་གི་ད་ཁིར་བཟོ་བ་ཕ་ཐང་ཡིན་ན་འདྲ་གི་ཁྱིམ་ཚང་རྗེས་ལྡད་དང་ད་ཙམ་ནུ་གི་གོར་མི་འདུག་མི་ཟེར་རེད། དང་ཐོག་མཉན་ངོ་ཤེས་རིག་མི་རིགས་ཐོག་དང་བོ་ད་ཡང་ལྟ་གི་ལ་ཀི་འབྲི་བོ་བྲི་སོ་རྒྱུ་ལ་ངོ་མཉན་ངོ་ཤེས་རིག་ར་ཡང་ཉིས་སྟོང་བཅུ་བཞི་གི་ལོ་རེད་ད་ཧ་ཅིག་བཅུ་བཞི་གི་ལོ་རེད་ལོ་དེ་མཚོ་སྔོན་འདི་གི་བརྙན་འཕྲིན་ཁང་གི་འདི་མེ་ཏོག་གང་ལ་ལེན་ཚིན། དེ་ཞིག་གི་སྒོ་མོ་དེ་ཞིག་གི་ད་གི་ཙང་ག་པག་ང་འབྲེལ་བའི་དེ་དང་ད་ཡང་ད་དུ་མུ་ཟི་དགོ་གི་ཁོ་གི་ཞི་མུ་ཏི་ན་ཞིག་གི་དུ་གི་ད་དེ་དང་འཚམ་འདུག་གི་ཡང་ད་ཟི་དགོ་གི་ཚེ། དེ་རིང་ངའི་མིག་རྐེད་དྲ་ཆུ་མུ་ཟིན་མི་ཤེས། རེད་རེད་རེད། མི་ཤེས་དུ་གི་ངའི་ཡང་ད་འབྲི་མོ་བསམ་དང་གེ་ར་ཡོ་ག་ཟི་ཐོན་ཐ། ཐོན་ཐ་ར་ཡང་རང་གི་ཤིག་གི་ལོན་པ་སྐྱེ་དང་མུ་ཟི་ར་ཅིག་མིན་ཐ། ད་བར་ཡིན། ཤེས་ཟི་གུ་ནུ་ད་རེད། ཨ་ཤེས་མ་རེད་གོ། ཨོ། གཞན་པ་ད་ཅིག་ཅིག་ན། མེ་ཏོག་གང་ལྷ་ཟི་འདི་རེད་ཁ་དང་མེ་ཏོག་ཆུང་ཆུང་ཟི་ཐ། རེད་རེད་རེད། མེ་ཏོག་ཆུང་ཆུང་ཟེར་ཁབ་བྱང་མེ་ཏོག་ཆུང་ཆུང། ད་རེད་ད་རེད། ཟེར་ད། དུ་མོ་ཟེར་ད་དེའི་འཕྲོ་ནི་ད་ཨོ་རྒྱུ་མི་གི་སྐད་དེ་སྔར་གི་ཆར་རྒྱུས་ཡོད་ནུ་གི་རྩ་མེད་གཞིག་ནི་ཟེར་དགོས་ནུ་ཆར་རྒྱུས་ཡོད་པའི་སྒོ་ནས་ཡང་ད་ཟེར་གྱི་དེ་ཉག་བཤིག་ཨ་ཟེར་ད་བཤིག་གི་ཡོད་ཁ་ཟེར་ཆུང་ད་རེད་རེད་བཤིག་ཡང་རེད། ན་འཇིག་རྟེན་སྟེང་གི་ཨ་མ་ཚེ་ཆོས་ད་དེ་ག་ཆེན་པོ་བཤིག་གི་མི་གི་ལང་དོན་ཧྲ་ད་ར་རང་གི་ར་བཤིག་གི་ལོ་བབ་ད། ད་ནི་ནས་ཀྱི་རང་གི་ཨང་གཅིག་བཤིག་ལ་མ་ང་རྩམ་བཏང་ན་རང་གི་རྩམ་ཕྱི་དེ་ཆུང་ངུའི་དེ་ནི

དོན་གཅིག་སྒྲ་ར་ཡང་གཅིག། སྒྲ་ལན་བརྒྱུད་ཟེར་དགོས་ན་སྒྲ་ལན་བརྒྱུད་ར་དང་ཡང་ན་གཅིག་རོལ་མོ་སྒྲིག་བཟོ་དགའ་རོལ་མོ་སྒྲིག་བཟོ་ཡིད་ལྟར་གི་ལ་ཀ་ནི་ཡང་ཚིག་གཟི་དར་མ་ལ་ཀ་ནི་ཚིག་གཟི་མ་གཉིས་རེད། རེད་རེད་དེ་ན་ད་དེའི་ཚུལ་ཁྱོད་ཀྱི་འགའ་གཉིས་ལས་ཚིག་ན་འཇིག་རྫོགས་ལ་དགོས་མོ། རེད་རེད། ད་ན་མཚམས་འདི་ནས་ད་འདིའི་དུས་ཚོད་འདི་བས་སྐྱེལ་བརྡ་དང་ཁྱོད་རང་གིས་བཤད་ན་འདོད་ན་ག་ཆ་ཆེ་ཟིག་ཨོ། ད་རང་གིས་བཤད་ན་འདོད་ན་ག་ཆེ་ན་རང་གིས་ད་རག་གོ་ད་རང་གིས་ཡང་སར་ཚུགས་ངོ་འདིའི་ལས་ཀ་འདི་གཉེར་སྟངས་ཟེར་ན་གཉེར་ན་ཧ་ཅིང་གི་ནི་ད་ཡང་ཕྱི་ར་འདི་གི་ཕྱི་འདང་ཟིག་བརྒྱབ་ན་ཡང་ཞིག་མི་འདང་ཚར་ཞིག་མང་པོ་ཡོད་གི། རེད་རེད་རེད། ཡོད་གི་མང་པོ་ཡོད་ན་ཡང་གཅིག་གི་དང་མི་མཐུན་དུ་ཡིན་ན་ར་བཏང་ཞིག་ཧྲ་ལ་ཡི་དགོས་གི་དང་རང་གི་ཆ་རང་གི་ཐད་གནས་སུ་དགོས་གི་ད་རེད་ད་རེད། རང་གི་ཞིག་ཡང་བཏང་ཧྲ་ལ་ཡི་གཅིག་དང་གང་མང་གི། རེད་རེད་ད་རང་གི་མི་འདང་སུ་དུ་རང་གི་ཤི་དགོས་ནུ་དུ་ཆོས་རང་གི་བ་གི་དང་མི་མཐུད་དུ་སློབ་སྦྱོང་གི་འཇོག་གི་ནུ་གོ་རིམ་ན་ཡོད་ནུ་དུ་ཤ་གོ་གི་མོ། རེད་རེད་ད་ནི་ཡིན་ན་ཡང་ཧན་གཅིག་གི་ཡང་ཤི་ལུ་ཡིན་ན་ཆོག་གི་ཤི་ལུ་ལ་ག་ནི་ཡང་ཡང་སྟག་ལ་ག་ནི་དུ་ལུས་གོ་དྲི་ཡོད་གི་ཡང་གཞན་པ་དང་གཅིག་ཉི་ཆེ་དང་མི་འདྲ་ཡང་ཅང་ཆེ་པོ་དང་ཟླ་སོང་ན་ཡང་དུག་ལ་ག་ནི་ཡང་གཅིག། ཞེས་གིས་ཡང་སྐད་ལ་རེ་མི་ཧྲ་གི། རེ་རེ་རེ། དུ་མུ་གི་ལ་ཀི་ནི་ཤིག་ཉམས་འཇོག་རྒྱུ་མང་ཡོད་ད། དེ་ཡང་ཆི་ཀི་ད་ཆིག་ཚུགས་གི་ནི་སྒྲ་ཕབ་གོ་ནོད་ན་ཆོག་གི། ཡང་ན་རོ་མུ་སྒྲིག་བཟོ་བ་གི་ལ་ཡིན་ན་ཆོག་གི། འདི་ཆུ་གི་ལ་ཀི་ནི་ཁྱབ་ཁོངས་གི་ལ་ཀི་ནི་ཤིག་གི་རིགས་མི་འདྲ་བ་གང་མང་ཐུག་གི་མོ། དེ་རེད་དེ་རེད། དེ་དེའི་ལ་ཀ་ནི་ཡང་རང་གི་མི་ཐུག་དེ་ད་རུང་ཤིག་གི། དེ་ཉམས་འཇོག་རྒྱུ་མང་ཡོད་གི། རེ་རེ་རེ། དུ་མུ་ཟིན་ད།
དེར་དེར།
རེད་རེད་ད་དེ་མི་ཙི་ཀེ་ན་ད་ཁྱོད་རང་གི་རོལ་མོའི་གི་ལམ་ཁ་འདི། སློབ་སྦྱོང་ཡིས། ད་ནི་གླུ་ལེན་འཇུག་གི་ལམ་ཁ་འདི་ཤི་གི་ད་དར་ཁོ་ལོང་ཟེར་ན། རེད་རེད་རེད་རེད། དེ་ནའང་དེའི་ལམ་ཁ་འདི་ནི་ཁྱོད་རང་གི་སློབ་སྦྱོང་གི་གོ་རིམ་ན་འཇོག་གི་ནི་མི་ཟིག་ཨམ་མཚོན་ན། ད་དེ་ཡང་ཅིག་ལམ་ཁ་དེ་ནི་ག་ཁེར་གང་མང་བཟང་འཕྲལ་ནུར་དུ་ཁྱི་གཉིས་དྲན་ན། རེད་རེད། ཟས་ནར་འཕྲལ་ནིར། དེ་ན་ད་སྐབས་ཐོག་འདི་ཁྱོད་རང་གིས་ད། དུས་ཚོད་འདི་བས་སྐྱེལ་བསྡད་དང་ད་བཀའ་དྲིན་ཅན་གི་དགེ་རྒན་ན་ཆོག་གི་ཁུར་ཅོ་བྱས་ན་འདོད་ནི་གི་སྐད་ཆ་ཁྱི་ཚོགས། རེད་ད་འདི་ནི་ངའི་རང་གི་མཇུག་མཐར་རང་གིས། ཆེས་ཤ་ན་ད་དུང་ཀ་ཆེན་ན་རང་གི་དྲིན་ཆེན་མ་གཙོས་དེ་དང་ད་ང་རང་གི་དགེ་རྒན་འཕྲིན་ལས་ད་ཆུང་རི་ཡིན་ན་རང་གི་འདི་གི་ལ་ཡོང་གི་ཤོག་འདི་དགའ་དང་ཟིག་ན་ད་འོ་ད་ད་ངོ་མ་གིས་ང་འདི་གི་ཤོག་གི་རམ་འདེགས་མང་པོ་ཡོད་ཤིག་དེ་གི་ངས་ཉང་ཐོག་ཁོ་ནས་ཁའི་བཀའ་དྲིན་ཆེ་ཞུས་ནས་དེ་ཡན་ཆིན་གིས་ད་བར་གི་རང་གི་ལས་ཁུངས་ནང་གི་འགོ་གཙོ་དང་ཡང་ན་ལས་གྲོགས་ཡོངས་ལ་ངས་འདི་ནས་ཉང་ཐོག་ཁོ་ནས་བཀའ་དྲིན་ཆེ་ཞུས་ནས། རེད་རེད་ད་དེ་མ་ཡིན་པའི་ལྷག་པར་དུ་ད་ལི་བ་ཟན་ཚོ་ན་མཆོག་གི་ད་རྩོམ་པ་པོ་ཚོ་ན་གང་ལྟར་ཀྱང་ཉན་མཁན་དང་ཀློག་པ་པོ་དེ་དང་འབྲལ་ཐབས་མེད་གི་ན། དེ་ན་ཁྱོད་ཚོས་ནའང་ལག་གཞིག་ལམ་ཁ་འདི་ཞིག་གི་རོན་གཅིག་གི་རོལ་མོ་བ་དང་གླུ་བ་ཟ་མཚོན་ན་ར་ད་ལྟ་སྔ་ཚང་མ་གི་ངོ་ཤེས་གི་ཅི་རིགས་གླུ་བ་ཤེར་པ་སེ་གོམ་བདེན་གྱི་ནའང་ད་ཅིག་གི་ཉན་མཁན་འདྲ་ནུབ་མོ་རང་གི་ཀླེ་དགའ་ནུབ་མོ་འདི་འདི་ཆོས་དང་འབྲལ་ཐབས་མེད་གི་ན། དེ་ན་ཁོང་རྣམ་པའང་ཁྱོད་རང་གི་ལག་གཞིག་སྒྱུར་ཚིག་གི་ལམ་ཁ་ནི་ཧ་ཅང་གི་མེད་དུ་མི་རུང་བས། ཟེར་ཟེར་དགོས་ན་བཀའ་དྲིན་ཅན་བྱོན་མ་གཟིགས་ཟེར་ནའང་ཆོག་རྒྱུ་མེད་ཀ། རེད་རེད་ངོ་མ་རེད་ད། གླེང་གི་ལམ་ཁ་འདི་ཞིག་གིས་ད་ལྟ་བར་གི་བློ་འདས་དོན་དང་དེ་སྣང་ངང་ཞིག་གི་ངོ་གཤིས་དང་མི་གཤིས་དག་གང་མང་བོ་གྱི་རེད་དེ་སྣང་གཤིས་ནོར་བུ་དང་ཡང་དར་ག་ཚང་མ་ངའི་འདི་ནས་སྙིང་ཐག་པ་ནས་གི་ཆོག་བཀའ་དྲིན་ཆེ་བྱིན་ཟིན། རེད་རེད་རེད། ཨ་ཨ། ང་ད་ད་འཇིག་མཐར་ཕྱིན་འདི་ནས་རང་གི